འཛིན་རིམ་གཉིས་པའི་སློབ་ཕྲུག་ཚང་མ་ལ་སྐུ་ཁམས་བཟང། ད་རིང་ང་རང་ཚོ་སློབ་ཚན་དང་པོ་རིགས་མཐུན་ཐ་སྙད་ནང་གི་ཚན་ཆུང་གཉིས་པ་དབྱིབས། ཁྱེད་རང་ཚོ་ལ་ངོ་སྤྲོད་ཞུ་གི་ཡིན། ཚན་ཆུང་དང་པོ་དེ་ཚོན་མདོག་ཆགས་ཡོད་རེད། ཚན་ཆུང་གཉིས་པ་དེ་དབྱིབས། ཚོན་ཆུང་གསུམ་པ་དེ་རོལ་ཆ། ད་ལྟ་ང་རང་ཚོ་བྱ་ངན་དེ་སློབ་ཚན་དང་པོ་ནང་གི་རིགས་མཐུན་ཐ་སྙད་ནང་གི། ཚན་ཆུང་གཉིས་པ་དབྱིབས་ཁྱེད་རང་ཚོ་ལ་ངོ་སྤྲོད་བྱེད་ཀྱི་ཡིན། ཁྱེད་རང་ཚོ་བརྙན་ཐུང་དེ་ཡག་པོ་བྱས་ནས་གཟིགས་ནས་སྦྱང་རོགས་གནང་ལན་ཞུ་ཡ་ཡིན། ར་མ་ཤེས་པ་ཡིན་ན་ཡང་བར་ལ་ཡང་ག་གི་ག་གིས་དེ་འདྲས་བྱས་པ་ཡིན་ན་རིགས་རེད་བྱས་ལ་རྒྱལ་ལ་ལ་ཁྱེད་རང་ཚོ་ག་རེ། དོགས་འདྲི་ཡོད་པ་ཡིན་ན་ཡང་ཞུས་ནས་འདྲི་རེད་ར། ཨ་ནི་མ་ཁྱེད་རང་ཚོ་ལ་མ་ཀློག་གི་ཡིན་ར། ཁྱེད་རང་ཚོ་མདུན་ལ་མ་ཀློག་གི་ཡིན་བརྙན་ཐུང་དེའི་ལམ་ནས་ར། ཨ་ནི་དེ་ཕྱིར་ལ་ཨ་ནི་ཁྱེད་རང་ཚོ་ལ་མ་ང་ཚོ་ཡང་དྲི་བ་དྲི་ལན་ལེ་ཚན་ཡང་འདི་ཞུས་གི་ཡིན། ཨ་ནི་ཚང་མས་ཡག་པོ་བྱས་ནས་གསན་གསན་གནང་རོགས་གནང། དབྱིབས། ཟེར་ན་ག་འདྲས་ཅིག་ལ་ཞུ་གོ་ཟེར་ན། བཟོ་ལྟ། བཟོ་ལྟ་དངོས་པོ་ག་འདྲས་ཅིག་ཡིན་པ་ཡིན་ན་ཡང་དེ་ལ་དབྱིབས་ཡོད་རེད་ར་བཟོ་ལྟ་ཡོད་རེད། དེ་འདྲ་ཡིན་དུས་ང་རང་ཚོ་གི་མདུན་ལ་མཐོང་ཡན་གྱི་དངོས་པོ་དེ་ཚོ་དབྱིབས་ག་རེ་རེད་དོ་བཟོ་ལྟ་ག་རེ་རེད་དོ་དེ་ཁྱེད་རང་ཚོས་ངོས་འཛིན་གལ་ཆེན་པོ་རེད། ར། ནི། ང་རང་ཚོ་དངོས་པོ་ག་འདྲའི་ཅིག་ཡིན་པ་ཡིན་ན་ཡང་དེ་ལ་དབྱིབས་དང་ཁ་དོག་ཡོད་རེད་ཁ་དོག་ལ་ན་ཚོན་འདྲ། ཚོན་མདོག། ར། ཚོས་གཞི། འདི་ཚོ་ཡོད་རེད་ར། དངོས་པོ་ག་འདྲའི་ཅིག་ཡིན་པ་ཡིན་ན་དངོས་པོ་ལ་ན་ཆ་ལག་ཆ་ལག་ག་འདྲའི་ཅིག་ཡིན་པ་ཡིན་ན་དེ་ལ། ར། བཟོ་ལྟ་ཡོད་རེད་དེ་ལ། བཟོ་ལྟ་ལ་ན་དབྱིབས་ཡོད་རེད་དེ་ལ། ཚོན་མདོག་ཡོད་རེད་ར། ཁྱེད་རང་ཚོ། འདི་དབྱིབས་ག་ཚོད་བཟོས་མིན་དེ་ཁྱེད་རང་ཚོ་ལ་ངོ་སྤྲོད་ཞིག་ཡིན། མ་ཀློག་གིན་གདའ། དབྱིབས་དང་པོ་འདི་སྒོར་སྒོར། སྒོར་སྒོར། དུམ་བུ། དུམ་བུ། ས་ཡི་གོ་ལ་བཟོ་ལྟ་འདི་དུམ་བུ། ས་ཡི་གོ་ལ་ལ་ན་འཛམ་བུ་གླིང་གི་བཟོ་ལྟ་འདི་དུམ་བུ་རེད། དུམ་བུ་དང། སྒོར་སྒོར་བར་ལ་ཁྱད་པར་ཕྲན་བུ་ཡོད་རེད། ར། དུམ་བུ་འདི་མ། ཕྲན་བུ་བསྣན་པ་ཡིན་ན་ཕྲན་བུ་ལ་ན་ཏོག་ཙམ་མ་བསྣན་པ་ཡིན་ན་ར། ང་ཚོ་ཏིས་ལེའི་དོ་ཏོག་ཙམ་མ་བསྣན་པ་ཡིན་ན་ནི། ག་ཤ་རེ་ཟོབ་ཏ་དེ་དུམ་བུ་ཆེ་རེ་ར་གོར་གོར་དེ་མ་སྤོ་ལོ་རོ་ཟོབ་ཏ་དེ་མ་ཏིས་མ་བསྣན་པ་ཡིན་ན་དེ་ག་ཤ་རེ་ནི་དུམ་བུ་གི་ཟོབ་ཏ་དེ་མ་ཆ་གི་རེ། ཟླ་གམ། ཟླ་གམ། ཟླ་གམ་ལ་ན་ད་ལྟ་ང་ཚོ་དེ་ཨང་རྩིས་ཀྱི་འཕྲི་ཆས་དེ་ལ་གཟིགས་པ་ཡིན་ན་འདི་བཟོ་ལྟ་དེ་ཁར་དོ་ཟླ་གམ་གྱི་བཟོ་ལྟ་རེད་དོ། དཔེ་བཞག་ན་ཟླ་གམ་ལ་ནི་ཁ་ཆེན་ལ་རེ་ད་ལྟ་ང་རང་ཚོ་གནམ་ལ་མཚན་མོ་ག་རེ་ཤར་གྱི་འདུག་ཟླ་བ་ཤར་གྱི་འདུག་ཟླ་བ་ཤར་འདུག་སྐབས་ལ་ནི་ཚེ་བ། ཚེ་བ་བདུན་བརྒྱད་བསྟན་པ་ལ་ནི་ཟླ་བ་གྱི་བཟོ་ལྟ་དེ་ཟླ་གམ་འགྲོ་བཟོ་ལྟ་བྱོས་རེད།

བཞི་ཀ། དཔེར་ན་སེན་ཏི་མི་ཏར། མཐའ་གཅིག་ལ་སེན་ཏི་མི་ཏར་བཞི་ཡོད་ན། མཐའ་ལྷག་མ་གསུམ་དེ་ལ་ཡང་སེན་ཏི་མི་ཏར་བཞི་བཞི་བཞི་བཞི་ཆ་སྙོམས་ཀྱིས་གཅིག་པ་ལིག་རེ། རིང་ཚད་དང་བཞེངས་ཚད་གཉིས་ཀ་གཅིག་མཚུངས་ལིག་རེ། འདི་ལ་གྲུ་བཞི་ཁ་གང་མ་ལ་ཞུགས་ཡོད་རེད། ཤོ་སོག། ཤོ་སོག། ཤོ་སོག་ལ་ནི་ང་རང་ཚོ་ཤོ་རྩེད་མོ་རྩེད་ཀྱི་རྩེད་ཆས་ཀྱི་རིགས་ཤིག་རེད། རོ། ཨ་ནི་འདི་ལ་ཡང་གྲངས་ཚད་ཁག་ཁག་ཡོད་རེད། ད་ལྟ་འདི། རྩེད་མོ་རྩེ་འདུག་ག་ལ་བེད་སྤྱོད་བཏང་མྱོང་ཡོད་པ་ཡིན་ན་འདི་མ། འདི་གཡུགས་པ་ཡིན་པ་ཡིན་ན་ཤོ་ཡི་གྲངས་ཚད་དེ་ཁག་ཁག་ལོས་རེད། རོ། གཅིག་གཉིས་གསུམ་བཞི་ལྔ་དྲུག་ལ་ནི་ཁག་ཁག་ཡོད་རེད། ཟུར་གསུམ་མ། ཟུར་གསུམ་མ། ཟུར་གསུམ་མ་ལ་ན་ག་འདྲེ་ཅི་ལ་ཞུ་བར་ཟེར་ན། ཟུར་གསུམ་ཡོད་རེད་ཨེ་འདི་ལ་ཟུར་གསུམ་མ་ལེགས་རེད། གྲུ་བཞི་ནར་མོ། གྲུ་བཞི་ནར་མོ། གྲུ་བཞི་ནར་མོ་ལ་ན་ག་འདྲེ་ཅི་ལ་ཞུ་བར་ཟེར་ན། ཟུར་བཞི་ཡོད་རེད་ཨེ་འདི་ལ་ཨ་ནི་གྲུ་བཞི་ནར་མོ་ལ་ན་ཞུ་གི་ཡོད་རེད། སྙུང་སྡོམ། སྙུང་སྡོམ། སྙུང་སྡོམ་ལ་ན་ག་འདྲི་གཅོད་ལ་ཞུ་བར་ཟེར་ན་ད་ལྟ་ཟུར་གསུམ་མ་དང་ཆ་མཚུངས་པ་རེད། ཡིན་ན་ཡང་ཏོག་ཙམ་ཁྱད་པར་ཡོད་རེད། ནི་ཟུར་གསུམ་མ་དང། སྙུང་སྡོམ་གྱི་བར་གྱི་ཁྱད་པར་ཟེར་བ་ཡིན་པ་ཡིན་ན་ད་ལྟ་གོང་དུ་ཟུར་གསུམ་མ་ཕྱིན་པ་ར། འདི་བརྗེད་ལ་ད་ལྟ། འཁྱག་པའི་བྱི་རིལ་སོ་བརྡ་རོ་ཞུ་རེད། ད་ལྟ་བསྡུ་སྲིད་པ་ཡིན་ན། སྙུང་སྡོམ་ལ་ན་སོ་བརྡ་དེ་འདྲའི་རོ་ཞུ་ཡོད་རེད། ལེབ་ལེབ། ལེབ་ལེབ། དཔེར་ན་བག་ལེབ་ཀྱི་རིགས་དེ་ལེབ་ལེབ་བྱ་ཡི་ར། འབྱུང་པོ། འབྱུང་པོ། སྒོ་ངག་གི་བཟོ་ལྟ་དེ་འབྱུང་པོ་བྱ་ཡི་རེད། དཔེར་ན་མཐའ་གཉིས་ནས་འདུག་སྨ་མནན་པ་ཡིན་ན་ཨ་ནི་བཟོ་ལྟ་དེ་འབྱུང་པོ་གི་བཟོ་ལྟ་བྱ་ཡི་རེད། ནར་མོ། ནར་མོ། གྲུ་བཞི་ནར་མོ་ར། ནར་མོ་ལ་ན་ད་ལྟ་གྲུབ་གཞི་ནར་མོ་དང་གཅིག་མཚུངས་རེད། ཡིན་ན་ཡང། ད་ལྟ་ནར་མོ་ལ་ན་ཏོག་ཙམ་གྲུབ་གཞི་ནར་མོ་ལས་མ་རིང་བ་ཡོད་རེད། ཀ་ཟླུམ། ཀ་ཟླུམ། ཀ་ཟླུམ་ལ་ན་ག་འདྲི་ཅི་ལ་ཞུགས་པར་ཟེར་ན། ད་ལྟ་ཀ་བ་འགྲོ། དཔེ་བྱས་ན། ཤིང་གི་ཀ་བ། ལྕགས་ཀྱི་ཀ་བ། ཨར་ལས་ལས་བཟོས་པའི་ཨར་འདམ་གྱི་ཀ་བ། ར། ཨ་ནི་ད་ལྟ། ད་ལྟ་ཤིང་འདི་ཨ་ནི་ཀ་ཟླུམ་གྱི་སོབ་ད་རེད་བ། སྦྱོང་ཚན་དང་པོ་དེ་ཚིག་གྲུབ་བཟོས། ཁྱེད་རང་ཚོ་ཚིག་རེ་རེ་ལ་ཚིག་གྲུབ་རེ་རེ་བཟོས་ཡོད་རེད། གཉིས་པ། དཔེ་བསྟན་པ་བཞིན་དབྱིབས་སོ་སོ་དང་མཐུན་པའི་དངོས་པོ་ཞིག་སྦྱར་དགོས། ད་ལྟ་དཔེ་བསྟན་པ་ནང་བཞིན་གྱིས་ཁྱེད་རང་ཚོ་བ། བྲིས་གནང་ཡོད་རེད། དཔེར་ན། ཨ་ལོང་མགོ་སྐོར། ར། དེའི་རྗེས་ལ་ད་ལྟ། དུམ་བུ། ཟླ་གམ། གྲུ་བཞི། ཤོ་གཟུགས། ཟུར་གསུམ། ལེབ་མོ། གྲུ་བཞི་ནར་མོ། སྙུང་གཏུམ། འབྱུང་པོ། ནར་མོ། འདི། ཁྱེད་རང་ཚོ་གི་དབྱིབས་དེ་ཚོ་ག་རེ་དང་མཐུན་གྱི་འདུག། འོ་དེ་དངོས་པོ་ལ་དཔེ་བྱས་ནས་ཁྱེད་རང་ཚོ་བཟོས་གནང་ཡ་རེད། གསུམ་པ། ཚན་ཆུང་གསུམ་པའི་རོལ་ཆ་རྣམས་དབྱིབས་ཇི་ལྟར་ཡིན་མིན་ངོས་འཛིན་བྱེད་དགོས། ཚན་ཆུང་གསུམ་པ་དེ་ལ་ད་ལྟ་རོལ་ཆ་གི་ལྡི་ལིའི་ར་བ་ད་ལྟ་སློབ་ཁྲིད་བྱེད་རྒྱུ་རེད། ཡིན་ན་ཡང་ད་ལྟ་ཚན་ཆུང་གསུམ་པ་དེ་རོལ་ཆ་ར་བ་དེ་འདྲ་ཡིན་དུས་ཨ་ནི་ཁྱེད་རང་ཚོ་གིས་དབྱིབས་ག་རེ་རེད་དོ་དེ་ངོས་ཡག་པོ་འཛིན་ནས།

དེ་དམིགས་བསལ་གྱི་བྱེད་སྒོ་དེ་ག་འདི་རུ་ཞུ་བ་ཡིན་པ་ཡིན་ན་ད་ལྟ་མཐའ་མ་དེ་ལ། དགེ་རྒན་གྱིས་དབྱིབས་འདྲ་མིན་གྱི་དངོས་ཇའི་ཚུལ་སྒྲུབ་བྱས་ནས་ཕྲུ་གུ་རྣམས་ལ་ངོས་འཛིན་བྱེད་དུ་བཅུག་ད་ལྟ། དགེ་རྒན་སོ་སོ་ཡིས་ཨ་ནི། ད་ལྟ་དངོས་ཇའི་རིགས། འདྲ་མིན་སྣ་ཚོགས་ཅིག་འཚོལ་སྒྲུབ་བྱས་ནས་དགེ་རྒན་སོ་སོའི་ངོས་ནས་འཚོལ་གྱི་རེད། འདི་ངས་ཁྱེད་རང་ཚོ་ལ་མ་སྟོན་གྱི་རེད་སྟོན་དུས་སྐབས་ལ་ཁྱེད་རང་ཚོ་དབྱིབས་ག་རེ་རེད་དོ་འདི་ཁྱེད་རང་ཚོ་ངོས་འཛིན་བྱས་རེད། འདི་དགེ་ལགས་ཀྱིས་གནང་གི་རེད་འདི། ད་ལྟ་འདི་རྗེས་ཀྱི་ཚོགས་ཐེངས་ང་རང་ཚོ་དྲ་ཐོག་ཚོགས་ཐེངས་ལ་ཨ་ནི་འདི་མ། ཁྱེད་རང་ཚོ་ལ་འབུལ་ལམ་ཞུ་ཡི་ཡིན། རེད་ང་རང་ཚོ་ཚན་ཆུང་གཉིས་པ་དབྱིབས་ཀྱི་སྦྱོང་གཞི་དེ་ཡིན་ད་གམ་ཟ་མིན་ཚང་མ་ལ་བཀྲ་ཤིས་བདེ་ལེགས།